ཏང་གི་རྣམ་པ་ཆེ་ཚུལ་བདེ་མོ་ཡིན་ན་རྣམ་པ་ཚོས་ཤེས་ཡོད་བྲེལ་ཟིང་གི་ཁུངས་ལུང་བར་ནས་ཁ་ཡི་ཞབས་ཀྱི་ལས་ཚན་ལ་གཟིགས་པར་དགའ་བསུ་ཞུ། ད་ཐེངས་ཀྱི་ཁ་ཡི་ཞབས་ཀྱི་ལས་ཚན་ནང་བོད་ཀྱི་གདོང་ལེན་པ་ཞིག་གདན་ཞུས་བསྡད་དང་ཁོའི་རང་གིས་གདོང་ལེན་སྒྱུ་རྩལ་ལ་བཅངས་ནུས་པའི་འདུན་པ་དང་གཏམ་བརྗོད་བླངས་རྗེས། དོ་ནི་འབར་མ་ཆུ་དང་བསྟུན་ཆུ་ཟླའི་མུས་ན། ཡ་བདེ་མོ་ཡིན་བདེ་མོ།
རེད་ད་ལྟ་ཐོག་མར་ཕྱིན་ད་ནི་ད་རྒྱ་ཆེ་གཏམ་གི་རྣམ་པ་མཚམས་འདྲི་དང་བཅས་ཏེ་རང་ཉིད་མཚམས་སྦྱོར་ཐོང་ཐོང་སུ་ཞིག་ན།
ཉང་ཁྲི་འཕྲུལ་ཆས་མདུན་གི་གཟིགས་མོ་ར་རྣམ་པ་ཁྱོད་ཚོ། བཀྲ་ཤིས་བདེ་ལགས་མཚམས་འདྲི་བྱེད་གི་ཡོད་ངའི་ཕ་ཡུལ་རྨ་ཆུའི་རྩྭ་ཐང་ཡིན། རྡུང་གླིང་པ་མ་ཁྱི་བསམ་གཏན་ཟེར་དགོས་རྒྱུ་དེ་ཡིན། རེད་རེད་རེད་གིན་ད་ཁྱོད་ཚོ་གྱིས་ན་ད་རྡུང་གླིང་གི་ལམ་ཁ་འདི་ཞིག་གི་ལོ་མང་འགོར་ཟིག་ན་དེ་ག་ཨ་མདོའི་རྡུང་གླིང་པ་གི་ཁྲོད་ནས་ཡང་ད་རྡུང་གླིང་པ་སྔ་རི་པ་ཟིག་ན་ཆོག་གི་རྡུང་གླིང་པ་གན་དཀྲིས་གི་སྐྱབས་རེད་དེ་ན་ཁྱོད་རང་གཉིས་དེ་མི་ཚིག་གི་ད་ཁར་སང་དེ་རང་ཚོན་གྱིས་ན་ད་གན་སུ་ཞིང་ཆེན་གན་ལྷོ་ཁུལ་རིམ་པ་གི་སྦྲ་སྣེ་རྡུང་གླིང་གི་རྒྱུན་འཛིན་པ་གི་ཡང་ཆགས་ཡོད་ཀ། རེད་རེད་རེད་དེ་ན་ཡིན།
ཁྱོད་རང་གཉིས་ཐོག་མར་འདི་གི་ལམ་ཁ་འདི་ཞིག་གོ་རེ་ད་འཁོར་རིགས་གནས་བབ་ཇི་འདྲ་ཟིག་གི་སྒོ་ནས་ད་རང་གིས་གན་ལྷོ་ཆེན་མོ་ཟུག་ཀྱང་ད་འདིའི་ལམ་ཁ་འདི་ཞིག་ཟིག།

རླུང་འཕྲིན་གྱི་ཁྲོད་ནས་དེ་མིན་དམངས་ལ་ཁར་ཁེ་སྒྲས། ཡང་ན་ཅིག་འཇམ་ཉེ་རོར་ཡང་ཁར་ཁེ་སྒྲས། ད་ནས་ཡང་ཤིས་སྒྲུང་ཁར་ཁེ་སྒྲས། མཚོ་སྔོན་རླུང་འཕྲིན་ཁང་གིས་ཕྱི་མི་རེ་བཀོལ་རྗེས་མ་གཏོགས་རིག་རྩལ་གྱི་ཕྱོགས་ནས་ཧ་ཅང་ཅིག་གཞན་ནས་དེ་མིན་ཟེར་འབུད་རྡུང་སྤྲོ་གསུམ་གྱི་ཕྱོགས་ནས་ཡང་ན་ཨ་སུའི་བསྙེན་བཀུར་གྱི་སྒང་གི་དགོན་པའི་ནང་ནས་ཙི་དང་སྟོང་ཆེན་ལ་སོགས་པ་དེ་མིན་བའི་ནང་མ་གཏོགས་ཅང་བཀོལ་རྒྱུ་མེད་ནི་དེ་མིན་གྱི་སྐབས་སུ་རེད། རེད་རེད་རེད། དེའི་སྐབས་དེ་འདི་ཨ་ཚོགས་ཡིན་གྱི་གཟུགས་ཀྱི་ལོ་རབས་བདུན་ཆི་བའི་སྟོད་དང་བརྒྱ་ཆི་བའི་གང་གི་བར་སྐད་གཟུགས་ཨ་ད་ཨ་མདོའི་གདོང་ལེན་དེ་སྟེང་ནས་ས་ཁྱབ་རྡོ་ཁྱབ་འཇོག་གི་ནས་གླིང་ཕྲན་ན་བལྟས་ནས་དེ་མི་དེ་གོ་ནས་དེའི་སྐབས་དེ་སྒྲ་ཐག་ད་དེ་མི་དུ་ཕར་ཆེར་མེད་ནས་དེ་མི་གི་གང་གི་ཆ་རྐྱེན་བཞམས་ནས་དེ་མི་གི་ཁོར་ཡུག་གཟུགས་ཀྱི་འོག་ནས་གློ་བུར་དུ་རང་རང་ཡང་ཅིག་ནར་སོང་གི་ནི་དང་གདོང་ནས། ད་ཀན་ལྷོ་ཁུར་གི་དེང་སང་གི་ས་བཅད་གི་བཤད་ན་ཀན་ལྷོ་ཁུར་གི་སྒང་གི་ས་ཁུལ་རེ་གཏོགས་ནས། དེའི་སྐབས་ཀྱི་སྒང་གི་རིག་གནས་སྒྱུ་རྩལ་རེ་གཏོང་ན། ངན་རན་པ་ཆགས་ཚིག་གི་ད་དཔེར་བཞག་ཀྱི་ཚིག་གི་སུ་མང་གོ་ནོ་ཡན་ཀྱི་ཚིག་གི་འཇིགས་མེད་ཟེར་ཀྱི་ཚིག་ཚུལ་ཁྲིམས་ཟེར་ཀྱི་ཚིག་དེ་འཕྲོ་ནས། ད་གི་ལབ་རང་གི་འཇིགས་ཤིག་ཚོ་ཟེར་ཀྱི་ཚིག་དེ་འཕྲོ་ནས་ད་མ་ཅིག་ཀུན་ལ་འཆར་གྱི་ཡོད་པ་རྒན་དཔལ་མགོན་ལྟ་བུ།
འདི་མི་སྐོར་ཚིག་གི།

ད་ནི་དགའ་བ་དང་གཏོང་བ་འཛིན་མ་ཆོག་གོ་དེ་མིག་གི་སེམས་འདུ་འཛི་གི་སྟངས་ནི་རང་ཉིད་ཡང་གདོང་ལྡན་པའི་ཞིག་ལ་ལད་མོ་དང་དེ་ལ་དགར་སྣང་ཡོད་པའི་གག་ཚིག་ལད་མོ་ཡིས་འོན་ཀྱང་དེའི་སྐབས་དེ་ཨ་སུ་ཨིན་རྒྱལ་ཟིག་གི་དགྲ་གཉེན་ལགས་ཡོང་རྒྱུ་དེ་ཡ་མཚན་དེ་མི་དཀའ་ནི་དེ་མིག་གི་དུས་སྐབས་ཟིག་རེད། དེ་རེད་ད་ཆུ་རང་གི་ཡིན་ན་ཉན་མཁན་དུ་མོ་ཟིག་གི་ངང་ནས་ད་ནི་ད་རང་ཉིད་ལ་སྤྱིར་བཏང་གི་གདོང་ལེན་པ་ཟིག་ནི་ལ་མ་ཕྱི་བསྡད་དང་ད་ནི་ད་སྒབ་ཀྱི་གོ་བཞི་དང་གོར་དགུ་གི་ལུགས་དེ་རིམ་བཞིན་དུ་ད་རང་གི་ཆེད་སྒྲིག་གི་དགྲ་ཐག་གི་ཆེད་སྒྲིག

རེད་རེད་ད་ལྟ་བུ་དུ་ད་རང་གིས་རིམ་བཞིན་དུ་ཧི་ལི་དར་དང་ད་ཚང་མ་གེ་ར་འོ་ད་ལུ་བ་བསམ་སྟོན་ཟིག་ད་ལུ་བ་གི་རང་གི་མཚན་ཉིད་དུ་ཐོབ་ཟིག་རེད་དེ་ནི་ད་རང་གི་ཆེད་སྒྲིག་གི་ལམ་ཁ་དུ་ཤེས་ར་འདི་ཤེས་ཕྱིར་འདང་ཟིག་རྒྱ་ཡི་དེ་ན་ད་དེའི་ལམ་ཁ་དུ་ནས་རང་གི་ཀྱག་ཀྱོག་གི་གཏམ་རྒྱུད་ཕྱི་དང་ཕྱི་མོ་ཟིག་བརྗེད་དང་ཟིག་དེ་ཆང་ནས་རང་གི་ཆེས་བརྗེད་དཀའ་གི་གཏམ་རྒྱུད་ཅི་ཞིག་ཡོད་གི། ད་ལྟའི་གཏམ་རྒྱུད་ཟིག་མང་བ་ཟུག་ཡོད་གི་དེ་ནས་རེད་རེད། གཙོ་བོ་དུ་མར་གི་རང་གི་གཏམ་རྒྱུད་འདྲ་ཨང། རང་གི་འཚོ་བ་དང་གཉེན་ནས་དེའི་སྐབས་ཀྱི་གནས་ཚུལ་དང་བསྡོངས་ནས་གནས་ཚུལ་ཡན་གྱི་ཟིག་གི་ནི་བློ་འབྱིན་བྱེད་མ་བབས་ནས།

འཁྲབ་སྟོན་པ་རྣམས་ཀྱི་གང་གི་འགུར་གཞོན་དཀོན་ནོ། གར་གྱི་སྟངས་སྟབས་བསྒྱུར་དཀོན་ནོ་དོ་དམ་བྱེད་པོ་གཟིར་ནས་བལྟས། ད་ནས་ད་བླབས་རང་གི་གང་གི་བླབས་གྲངས་ཀྱི་གང་གི་རྣམ་ཐར་དག་ཡང་དུ་ངེས་པར་དུ་རང་གི་སེམས་ལ་དུས་ནས་བག་ཆགས་ཡོད་ནས་བྱང་ཆ་ཡོད་ནས་འགུར་དུ་སོགས་བློ་ཐོག་ནས་བཞེངས་ཐུབ་ནས་དེར་དགའ་སྣང་གི་ཆེད་དུ་ཉིན་རྒྱུན་དུ་དེ་གསུང་ལྟད་མོ་དེ་ཡིད་དེ་ཡིད་བདེ་ལྟ་ཚུལ། དེ་རེད་དེ་རེད་དེ་རེད།
འདི་དག་ནི་གདོང་ལེན་གྱི་གང་གི་སྐབས་ཀྱི།

ད་ནི་ན་ཞིག་ཆེ་གི་ད་ནི་འཇིགས་བྱེད་མཚོ། ད་རེ་ད་རེ། ལ་སོགས་པ་གང་གི་དེ་མེད་གི་ཤིག་ཆེ་ནི་དེ་མེད་དེ་ཉག་ནི་ད་རིམ་པ་ཡི་དག་ཏུ་རང་གི་ཁྱད་ཆོས་ད་ནི་དེ་མེད་གི། གདོང་ལེན་ཙམ་ཞིག་ཟིག་གས། སྲུང་མ་རྩོམ་རྒྱུ་དེའི་འགོ་ཚུགས་ཟིག་གས། ད་རང་གི་ཆེ་སྒྲིག་ད་གི་རྨི་ལམ་ནང་གི་ཉི་མ་དང་ད་གི་ནོར་རྗེས་མ་ལྟ་བས་འཇན་ད་རང་གི་ཕལ་ཆེ་བ་གསར་རྩོམ་ཡིན་གྱི་རེད་མོ། འོ་ཕལ་ཆེ་བ་རེད་ད་ཧར་ཆེ་བརྒྱ་ཆའི་དགུ་བཅུ་སྐོར་གི་དུ་རང་གི་གསར་རྩོམ་ཡིན། ད་རེ་ད་རེ། གསར་རྩོམ་གི་གང་གི་དེ་དང་ནི་གཅིག་ནས་གླུ་ཚིག་གི་སྟེང་ནས། གཉིས་ནས་གཡང་གི་སྟེང་ནས། དེའི་སྐབས་དེ་ད་རང་རང་ཞིག་ནད་ཚུལ་བྱུང་གི། ད་གི་སེམས་ཀྱི་འདུན་པ་འཛིན་ན་ཆོག་གི་འཇིག་རྟེན་ལ་བྱུང་བའི་བརྩེ་བས་འཛིན་ན་ཆོག་གི་དེའི་སྐབས་དེ། ད་གཅིག་ཆུ་ཟོས་གོ་ནི་རེད་ལང་ཚོའི་དཔལ་རིན་བཞི་སྐྱིད་སྡོད་ནི་དེ་བརྗིད་སྡོད་ནི་བརྗིད་གོ་ནི་དེའི་སྐབས་དེ་ར། དེ་རེད་དེ་རེད། ད་ཡིན་སྲིད་གི་འདུག་ལི་ཚིག་ཡང་དེ་དང་འབྲེལ་བའི་ཅིག། ཕོ་མོའི་བརྩེ་དུང་གི་སྐོར་དུ་ཡ་མཚན་ཅིག་ཤིག་བྱས་ནས་དེ་མི་ཟེར་ད་གི་འདུག་ད་ཅིག།

རེད་རེད་ད་རང་གིས་ད་རང་གི་སེམས་གི་ཚོར་བ་བསྟན་དེ་དང་ད་མོ་ར་ལ་ཚིག་ར་ཡང་ད་རང་གིས་ད་གསར་རྩོམ་ཡིག་དང་ན་ད་སྐབས་ཐོག་དེ་ཆེད་བཤད་ཁོ་གི་འགྲིམ་འགྲིལ་ར་ད་མི་བསྡིག་གི་ད་མོ་གཟིགས་ནའང་སྒྲ་ལེན་རྒྱུ་ཐད་ནས་དཀའ་ཚེགས་ཤིག་ཆེན་པོ་ཡོད་ཀྱི་རེད་མོ། ད་ལྟའི་གཅིག་ཡ་མཚན་དཀའ་ཚེགས་ཆེན་རེད་དེང་སང་བསྡུར་བྱུང་ན་གནམ་ས་ལྟ་བུའི་གངས་གི་དཀའ་ཁག་ཆེན་རེད་དཔེར་བཞག་ན་ཡ་སུའི་གདོང་ལེན། གཉན་མོ་ཟིག་གི་འོར་གྱི་གཉན་མགོ་ནི་རླུང་ཕྲིན་ནང་ནས་ཡང་སྟོང་ནི་མ་རེད་དུས་ཚོད་ལྟར་དུ་དུས་ཚོད་དང་བསྟུན་ད་དུ་རླུང་ཕྲིན་གྱི་ཁ་བྱེའི་དགྲ་བདུད་འཕྲུལ་ཆས་ཀྱི་ཁ་བྱེའི་དེ་འཕྲོ་དེ་ཡི་སྒུག་དགོས་ནི་རེད་དེ་རེད་དེ་ནི་བསམ་ཡུལ་ལས་འདས་པ་ཡིན་ནི་རེད་དེ་ནི་ཨ་སུ་ངའི་འཚར་ལོངས་བྱུང་ས་འོག་དེ་རེད་དེ་ག་ནི་སློབ་གྲྭ། ཨ་སུ་ཡན་རྗེ་ཟིག་གིས། རྒྱུད་རིམ་དང་ནི་གང་གི་སློབ་གྲྭ་མ་སོང་ནས་དེ་མི་སྤྱང་པོ་རི་མོ་ངན།
རེད་རེད་རེད། ཅིག་རང་བྱུང་གི་གང་གི་ལེམ་ཁ་ནི། ད་ཅིག་ཧ་ཅང་ཅིག་འཚོ་བའི་ཅིག་དཀའ་ཁག་ཅིག་གི་ཟིག་ཡོད་ནི། དེ་མིག་གི་ཐད་ནི། འདི་ཡི་ཆུང་དེ་ནས་ཐད་སོ་དེའི་སྐབས་དེ་གདོང་ལེན་མཛད་གི་འདུག་རྒྱུ་ངས་རང་གི་གང་གི་གདོང་ལེན་མཛད་གི་འདུག་རྒྱུ། ཆི་ཟིག་རེད་ཟིག་ཟེར་གི་ན། ཅིག་ནས། འུ་ལོ་རང་གི་གང་གི་ཆ་ཆུ་དང་ནི་དེ་མིག་གི།

ཨ་ཁུ་དཔལ་མགོན་གྱི་གང་གི་གདོང་ལེན་གྱི་ཡང་བལྟ། དེའི་ཧར་ནང་ནས་ཙི་ཙི་རེ་ཙི་ཟེར་གི་ན། ཨ་ཁྱོད་བླ་བྲང་གི་གང་གི་དེ། རྣམ་ཐར་རྟགས་ཡང་གི་གང་གི་རྨང་གཞི་དེའི་སྟེང་ནས་བག་ཆགས་ཀྱི་སྟེང་ནས་ངུ་ཡང་དབྱངས་དེ་མེད། རང་གི་དེའི་སྟེང་རང་གི་གང་གི་བསམ་པའི་ཀུན་སློང་འཛིན་ན་ཆོག་གོ་གསོལ་བས་བསླབ་པའི་གསོལ་བས་འཛིན་ན་ཆོག་གོ། དེ་མིག་གི་སྟེང་ནས་དྲན་རྟོག་གི་གང་དུ། བརྩམས་ནས་དེའི་མིག་དབྱངས་རི་མོ།

རེད་རེད་ད་འདི་གས་རང་གིས་ཤེས་རབ་ཤེས་ནས་གདངས་སུ་བརྒྱབ་ན་ད་རང་གིས་གསར་རྩོམ་ཡིག་སྟོང་ནང་གི་གདོང་ལེན་གི་བརྩམས་ཆོས་ཕལ་ཆེར་ཇི་ཙམ་བཟོ་རྒྱུ་རེད། གདོང་ལེན་གི་བརྩམས་ཆོས་དེ་ཙི་གེ་ཟིག་མང་གི་སྤྱི་བདེ་སྤྱི་བདེ་ཟིག་ཡིན་ནོ་བརྒྱ་དང་ལྔ་བཅུ་ལྷག་ཟིག་ཡོད་གི། རེད་རེད་བརྒྱ་རེད། དང་ལྔ་བཅུ་ལྷག་བཟོ་གི་དེའི་ནང་ནས་ད་ཅི་གེ་ཅིག་དཔེར་འཇགས་རྒྱུ་ཟིག་གི་རང་རང་གི་སྣང་བ་རང་ཡན་པའི་སྒང་གི་སྙན་ངག་གི་ཙི་གེ་ཟིག་ཆ་བཅུ་བདའ་ནས་དེ་མིན་གི།

དེ་རེད་དེ་རེད། ཨ་མ་ཚེ་རྒྱལ་རིམ་གྲོ་ནི་སྔ་ཕྱིར་ཁག་གསུམ་གྱི་སྒང་གི་དེའི་གཏམ་རྒྱུད་དང་འབྲེལ་བའི་ཡོད་ནི་དེ་མི་གི་རྐྱང་རྐྱང་རེད་མ་གཏོགས། ངའི་བརྩམས་ཆོས་དེ་ནི་རང་ག་བའི་གཟུགས་རང་ཨ་དེ་མི་ད་ཆི་ཟིག་གོ་ན་རེ་ཁྲར་འདི་ཁྲར་འཇུག་ཅང་བོ། ཁག་གསར་ཐེབས་ཙམ་ཟིག་དེ་རེད་གང་གི། དེ་མི་གི་བརྩམས་བཞག་ན་རྫི་མ་ཆོག་གི་བྲིས་བཞག་ན་ཅང་ཧར་ཆོས་དེ་མི་དཀོན་ནི་དེ་མི་ཡིན། དེ་སྔའི་རང་གི་སྒང་གི་གདོང་ལེན་ནི།

དེ་གའི་རྨི་ལམ་ནང་གི་ཉི་མ་ལྟ་བུ། གངས་སྐྱིད་སྒྲོལ་མ། ད་གུང་ཐང་བྲན་གིར་ལྟ་བུ་གི་རང་གི་ཚབ་མཚོན་དུ་བྱས་འདུག་གདོང་ལེན་དུ་མོ་མི་ང་ཟིག་ད་ཚང་མ་གི་དགའ་བསུ་ཐོག་ཁོ་གི་དུས་མི་ཚེ་གན་གྱི་ནི་ད་རྨ་ཆེའུ་མོ་དེ་ལྷག་པར་དུ་བརྟེན་སོང་གྱི་ནི། སྔོན་ཆད་ཁྱོད་རང་གིས་ད་གདོང་ལེན་གི་རྣམ་པ་ཡི་ལང་ཟིག་རེད། དེ་ནས་རྗེས་མ་ནས་གླུ་བ་གླུ་མ་མང་ཤས་ཟིག་གི་ད་དེ་རོལ་མོ་གི་རམ་འདེགས་སྦྱར་བསྡད་དང་ཅིག་གླུ་དབྱངས་གི་རྣམ་པ་ཅན་དེ་ངོ་བརྗེ་རེས་བསྡད་དང་ཚང་མ་བུ་ཆགས་ཟབ་མོ་བཞག་ནི་རེད། དེ་ན་མཚམས་འདི་ནས་གི་གི་ཁྱོད་རང་གི་རྨ་ཆེའུ་མོ་གི་བརྩམས་ཆོས་དེ་གི་གསར་རྩོམ་གི་གོ་རིམ་དུ།

སྲིད་གཞུང་དང་ཡང་ན་དགོན་པའི་སྟེང་མི་ཚིག་སྒྲ་ཟིན་བྲིས་ཟེར་ཟིག་ད་དུང་དེང་ཁྲོ་ཀྲོང་སིབ་ཆོང་ཆོང་ཆོང་ཆོང་ཟེར་བའི་སྟེང་མི་ཟ་འདི་རེད་གློག་གཡོ་ནི་མ་རེད་གློག་མེད་ནི་མང་གཞི་དང་ནི་ད་དཀར་ཆག་ཆག་ཟེར་ག་ཆུ་དྭངས་སང་གི་ཁ་པར་དེ་འགྲིམ་འགྲུལ་ཡང་སྟབས་བདེ་ནི་མ་རེད། ད་རེད་ད་རེད།
དེ་མིག་གི་སྒང་དུ་ཡིན་ཟེར་གི་ནི་ད་ལོ་འཁོར་གཅིག་ལོ་གཅིག་ཧྲིལ་བོ་ལ་ད་ཆི་ལ་རེད་ཟེར་ཟེར་གི་ནི་ཨ་སུ་གཅིག་རིག་རྩལ་འཁྲབ་སྟོན་རྫིག་ན་ཆོག་གི་དེ་མིན་ད་རིག་རྒྱུ་མེད་ནི་ཟེར་བརྙན་འཕྲིན་ཚོ་ཕེར་རྒྱུ་ཁོ་གང་དེ་ཟེར་གི་ནི་ད་དེའི་སྐབས་དེ། རྨ་ཆུ་རྫོང་གི་སྒང་གི་གླུ་གར་ཚོགས་པའི་དང་གཞི་རིམ་མེད་པ་འཕྲལ་བསྟུན་ཐེངས་གཅིག་ཡིན་ནི་ཡོང་གི་རེད་རེད་རེད།
དེའི་སྐབས་དེ་སུ་ཡིན་གྱི་སྐུ་ལ་ཆར་རྒྱུས་ཡོད་པ་དེ་གངས་ལྗོངས་ཁུལ་ཕྱི་སྔོན་མ་ཨ་ཉི་གན་དྷི་པི་ཏི་དེའི་སྐབས་ཀྱི་ས་རུ་ཟེར་ཡ། དེ་རེད་དེ་རེད་དེ་རེད།
དེའི་མདོ་འཛིན་པ་ཡིས་ད་དུ་དེ་མི་ཟེར་ཡིས་ད་དུ་ད་ན་ཆུང་དེ་མིན།

སེམས་མ་འོངས་ནར་མ་འོངས་འདི་ནས་ད་གཟོད་རྨི་ལམ་ནང་གི་ཉི་མས་གང་གི་བར་སྤྲིན་ཡིག་འདི་ནས་ད་གཟོད་ཡོང་འདི། འདི་ལོ་ཚིག་ཏུ་ཁ་མི་ཚང་བ་ཅི་ཟ་དོ། དེ་ལྟར་གི་ཨ་ནི་རྒན་ཞིབ་འདི་ཉི་མ་གི་ཁ་གསབ་ཡིན་ནར། ད་རི་དར་དར། ད་ནི་དེ་ལོ་ཚིག་ཟིག་ཡིན་ན་ར་ཁར་གི་དེ་ཁ་ཚང་སྲིད་གཡང་ཟིག་ཡིན་ན་ར་ཁ་ཚང་སྲིད་ཡིན་འདའ་མི་འདའ། གང་གི་ཆུད་དུ་དཔེར་བཞག་ནས་ཐོ་འཛིས་ཟེར་རོ། ཐོ་འཛིས་ཟེར་ནས་སྒྱུ་རྩལ་གྱི་བརྩམས་ཆོས་ཟེར་རོ། བརྩམས་ཆོས་ཟེར་ནས་འདས་ཅིག་གཞོགས་འདེགས་ཡིན་ནི་གང་གི་ཉི་མ་གཟོ་ག། དེ་སྲིད་ཀྱི་ནི་ཚང་མལ་གྱི་མྱང། ཚང་མལ་གྱི་དུས་སྟངས་རོགས་འདེགས་ཡིན་ནོ། བརྩམས་ཆོས་ཆེ་ཆུང་གང་ཡིན་ན་རབ་བྱ་རྒྱུད་དུ་ཡ་མཚན་ག་ཆད་འདིར་དྭངས་སང། བརྩིགས་ཡོད་ཟིན་མ་བཤད་ནི་མང་ག། འབྲི་ཡོད་ཐོག་བཞག་འདི་ནས་ད་གཟོད་རང་གི་ཡིན་ཟེར་ནས། རེད་རེད་རེད་དེ་མི་གི་སྐོར་དུ་ཙི་གེ་རྫོང་མོ་ཧྲག་གི། བདེན་གི་བདེན་གི་ད་དེ་མི་ཙི་གེ་ཁྱོད་རང་གིས་མཚོན་གྱིས་ན་གདོང་ལེན་པ་ཡིན་ནི་མི་ཚིག་གི་ད་ཅིག་རྩོམ་རིག་རོལ་མོ་དེ་གི་ཅིག་རི་མོ་གི་ལམ་ཁ་འདི་གི་ངེ་ན་རི་ཞིག་གི་ཆ་མེད་དུ་སྦྱང་ཡས་གོ་ནི་དུ་མི་ཟེ་རེད་ལ་ད་དེ་མི་ཙི་གི་ད་ཆུ་ཁར་སང་གི་རང་གིས་འདི་ཤེས་རྗེས་ལུས་ཡོང་ན་ར་རྒྱ་ཡིག་ར་ཡིག་གི་ལམ་ཁ་དེ་ཡང་ཞིག་གི་སློབ་སྦྱོང་ཡིན་ནི་རེད་དུ་ཟེ་བྱས་གོ་གི་ད་ངས་བལྟས་ཡོང་ན་ཆུ་འདི་ཞིག་གི་སློབ་སྦྱོང་བ་དགའ་ནི་མི་ཟེ་རེད་དེ་ན་མཚམས་འདི་ནི་ཁྱོད་རང་གིས་རི་མོ་གི།

རྩ་སྐལ་ལས་ཚུལ་དེ་ནི་རི་མོ་བཞི་གཅིག་གི་དང་ནི། ཨོ་རེད་རེད་རེད། ད་ནི་ད་ཅིག་ལུགས་མ་དང་དེ་འཕྲོ་ནི། ད་ཅིག་རྒྱུ་རིམ་གི་དང་ནི་སྐྱ་ཐིག་གི་དང་ནི་ཡན་གྱི་གཟུགས་ཀྱི། ང་ཅིག་ཙི་གའི་གཟུགས་གང་གི་ཧྲ་ནི་དེ་མི་ཟེར། ད་རེད་ད་རེད་ད་རང་གི་ཐོག་མར་ལམ་ཁ་དེ་ཞིག་གོ་རེ་ཐང་ཁ་འགྲུབ་སྦྱོང་གི་ལམ་ནི་ཞིག་ཟིག་ཨོ་ཡ། རེད་དྲ་ང་ཁར་སོང་དེ་རང་དེ་ཁྱོད་རང་གི་གཙོ་བོའི་འགྲོ་དགོས་ནོ་ཅིག་ད་ཟིར་ཟིའི་རི་མོ་ཟེར་དགོས་ག། རེད། དེའི་ལམ་ཁ་དེ་ཞོག་གོ། དེའི་འགྱིར་ལྡོག་ཏུ་ཅིག་ཟིག་བྱུང་ཟིག། དེང་འགྱུར་ལྡོག་ཏུ་ད་དེ་མི་ཟེར་ཡ་ང་ཆོ་ཆུང་དེ་ནས་ཐད་སོ་ཛི་ན་ཆོག་གོ་ལོ་རེབ་བརྒྱ་ཆི་བའི་གང་གི་མེ་དེ་ཨ་སོ་ཡིན་ཇི་ཟི་གི། པར་ཏིབ་ཀྱང་པོ་དེ་མི་ཆུང་ཆུང་གང་གི་ཐད་སོ་ནས། ད་ཕེར་རྒྱག་ཇི་ཟི་གི་ནི་ཨ་ཆུ། འདྲ་མི་འདྲ་པར་ཏིབ་གི་གང་གི་གཏམ་གྱི་རྒྱལ་ཁབ་གསུམ་གི་གཏམ་གྱི་ཟེ་གོ་ནི་རེ་འདྲ་དེ་མཐོང་རྗེས་ནུབ་ཕྱོགས་ལ་སྐྱོད་པའི་གང་གི་ཐང་སི་ལ་མི་སྒྲུང། དེ་ལྟ་བུ་ཡིན་ཇི་ཟི་གི་པར་ཏིབ་གི་སྟེང་ནས་དེ་ནས་རྒྱ་ཡིག་གི་གང་གི། དེ་མིན་ལོ་ཀྲི་ཡི་དེབ་ཆུང་ཆུང་ཡོད་ག། དེ་རེད་ད་རེད། ད་ལྗང་བུ་དང་ང་སུ་སློབ་ཕྲུག་ནང་ནས་གང་གི་རིག་ཐབས་ཁོ་མོ། རིག་ཐབས་འདི་འདྲ་ཐད་སུ་ལྟས་ཅིག་བྲིས་ནས་ད་ནས་ད་སུ་དཔེར་རྒྱག་ཅི་ཟིག་གི་ནང་ལོག་གི་གང་གི། རི་མོ་གྲགས་ཅན་གང་གི་སེན་མོ། རེད་རེད་རེད། དེ་མི་དེ་ལྟ་ཐབས་གི་ལྟ་ཐབས་འདི་འདྲ་ཐད་སུ་ལྟས་བཏང་ནས་བག་ཆགས་རག་ཆུང་འདི་འདྲ་ཐད་སུ་ཨོ་དེ་ར་གཏམ་གྱི་ཟིག་དེ་དེ་མི་ཟ་མིར་གནད་དུ་རེད་བསམ་ནས་ཡག་གམ་གུག་སོང་ཟེར། ཨོ་རེད་རེད། དེའི་སྐབས་དེ་སུ་བརྙན་འཕྲིན་ལྟ་གང་ནས་བྱ་ནོ་དེ་ར་བརྙན་འཕྲིན་དེ་ར་དེ་མི་དེ་ལྟ་སད་མེད་ནས། སྤྱིར་བཏང་གི་དད་སེམས་མེད་ནས་དེ་མི་ཟེར། དེ་དེ་དེབ་དེ་མུར་ལྟ་མཁན་མི་འདྲི། དེབ་ལྟ་ཡང་དཀོན་མོ་དཀོན་མོ་མར་ཐོག་མ་ཡོང་གི། དེའི་སྟེང་ནས་ད་རང་གི་གང་གི་ཡང་ལུགས་ཀྱི་འདུན་པ་འཛིན་ན་ཆོག་གི་དེ་མིན་དེ་ཡང། ཁྱད་པར་བ་ཟེར་བ་དེ་འཕྲོ་ནས་རང་གི་བླ་ཁན་གི། དེ་མིན་འགྲོ་རྒྱུག་ཏུ་སྔ་མ་སྔ་མ་ཟེར་གི་ནི་གཟིར་རྫིས་རི་མོ་དུ། ད་དེ་མི་ཟེར་གི་ཅིག་འོག་ཆགས་འདྲ་འདྲ་བཞག་བྱུང་ཚེ་དེའི་སྟེང་ནས་ཟེར་ཡ་རྒྱུ་རེད། ངས་རང་གི་ཡང། རྨ་འབྲི་རི་མོ་ཟེར་གི་རང་ང་ཟེར་འོག་ཀུན་ཟེར་གི་འདུག་བྱས་ཚུལ་དེ་མི་གསུང་ང་རང་གི་པོ་ཁུ་དང་དེ་ནས་ད་སྐར་འཕྲེང་གི་སྒང་ལ་བཞག་བཞག་པ་འདི་དེ་མི་གསུང་རེད་རེད་རེད་གཟིགས་མོ་ར་སུ་ད་ཅིག་ཧྲག་གི་རྫི་ཡང་ཅིག་རྫི་གས་སུ་སྒམ་ཁན་རྫི་གས་རེད་ཡོག་གི། དེ་རེད་དེ་རེད་དེ་རེད་རེད་རེད་ད་ཁྱོད་རང་གཉིས་གདོང་ལེན་གི་ལམ་ཁ་འདི་ཞིག་གོ་རིན་གྱི་ནའང་རང་གི་ཞིང་བུ་གི་དེའི་འོག་ཆགས་ཀྱི་སྒོ་ནས་ཤིག་གཟིགས་ད་ནི་རི་མོ་གི་ལམ་ཁ་འདི་འཇིག་ན་རང་གི་ཧར་གིང་གི་འོག་ཆགས་ཤིག་གཟིགས་རེད་འདི་ཁས་ཤིག་གིས་རང་གི་སྒྱུར་ཚིག་གི་ལམ་ཁ་འདི་ནི་འདི་ཁས་ཚང་མ་གི་བབ་ངོ་ཁས་གི་ཅི་རིགས་དགའ་བསུ་ཐོ་ཡིས་འདི་ཁས་ཡོང་གཟིགས་དེ་ཡིན་ནའང་ཕྱུགས་རང་ཉིད་གི་རང་གི་ཞི་བ་ཁེ་རུ་གི་མི་ཚིག་གི་ད་དཀར་སང་དེ་རང་འཇིག་ན་དམངས་ཁྲུས་གི་སྒྱུར་ཚིག་ཚོགས་པ་གཟུགས་བཙུགས་ཡིས་ད་ཡང་ད་བར་ནང་ཁ་ཁར་ཆོས་ར་འབུད་སྡོང་སྤྲོ་གསུམ་གི་དེའི་སློབ་སྦྱོང་གི་གོ་སྐབས་དུ་ཕྱི་ནས་དུ་མུ་ཟི་ཡང་བཙུགས་ཟིག་གོ་གི་ད་ན་ཚོགས་པ་དུ་མུ་ཟི་འཛུགས་རྒྱུ་གི་རང་གི་དམིགས་ཡུལ་དང་ཀན་སློང་དུ་ཅི་ལྟ་བུ་ཟིག་ཡིན། རེད་ཡ་ད་ཞིག་ཧྲག་ཀན་སློང་ད་ནི་འཇིག་ཟིག་གི།

ད་ནི་བཙུགས་བདག་དུ་ད་ནི་སྲིད་གཞུང་གི་ར་རྒྱབ་སྐྱོར་ཐོབ། རེད་རེད་རེད། ས་གནས་གང་གི་ཞང་སྲིད་གཞུང་གི་ཞང་ཀྲང། ཞང་གཙོ་བོ་གང་གི་རྒྱབ་སྐྱོར་ཐོབ་ཡང་ཁྲིན་ལི་ཛིན་རེད་ཞང་ཀྲང། ད་རེད་ད་རེད་ད་རེད། དེའི་རྒྱབ་སྐྱོར་ཟིག་ཐོབ་ད་ནི་ད་མགོ་ཁྲིད་རིམ་པ་གི་ར་རྒྱབ་སྐྱོར་ཟིག་ཐོབ། དེ་མཁྲང་ནི་ཁི་སོ་ཡན་ཅི་ཟིག་གི་ར་ནང་ནས་མི་ལྔ་བཅུ་ལྔ་བདུན་ཡོད་རེད། དེ་མི་ཡན་ཅི་ཟིག་གི་ནང་ད་ནི་ད་བསྐྱར་སྦྱང་ཡས་སྦྱོར་ར་ཙི་གེ་ཟིག་སྐབས་འདི་མྱངས། དེ་མི་དེ་ཡིན་ན་ནང་སོ་ཡིན་ཅིག་གི་སོ་མ་བཙུགས་ཡོང་ངོ། ད་ནི་ང་ཆོས་གན་ལྷོ་ཁུར་གི་སྒང་གི་མེ་མཐའི་འཁྲབ་སྟོང་གི་ནང་ནས་ཡང་ཨང་གསུམ་པའི་གི་ཅིག་དགའ་རྟགས་སུ་ལོན་ཨ་ནི་མཚོར་སྔོན་རེབ་སྐོང་གི་སྒང་གི་བཞུར་མེ་མཐའི་འཁྲབ་སྟོང་གི་སྒང་གི་སྒྲ་མདུར་བཟོ་ཅིག་དེའི་ནང་གཞིག་གི་ཡང་ཨང་གསུམ་པའི་གི་བཤེར་སྐལ་སུ་ཐོབ། དེ་མི་དེ་ཡིན་མང་ཚོགས་ཨ་ཨ་སོ་ཡིན་ཅིག་གི་རིམ་མེ་གཟུགས་འབུར་གི་ཚུར་དུ་ཞབས་འདེགས་བཞེས་ཀྱི་རྟགས་ཐོག་གི་ཡིན་ཟིག། དེ་མི་གི་སྒང་གི།
རྩ་འཛུགས་ཟིག་ཡིན་ནི་རེད་ད་ལྟར། དེ་མི་ཟིག་ད་ལྟ་ད། མི་ངེར། འདི་ཡིན་གྱི་ཟིག་གི་ནི་འཕྲལ་སྟོན་འདི་ར། རྐང་གཅིག་ཐ་ནི་ཟིག་གེ་ཟིག། བཟང་གི་ཟིག། ཁ་ལི་འདྲ་འགྲོ་ཟིག་གེ་ཟིག་གེ་གོ་ནི་གང་ཟིག་ཡིན། རེད་རེད་རེད་དེ་ཧ་ལས་བ་ཡག་པོ་རེད། ད་ཉི་སི་ཟིག་ག་མཚོན་ན་རང་གི་ཤ་ཆི་ཟིག་འགྲིམ་ན་ར། ད་རང་གི་མཚོག་ནི་ཡེ་སུ་གི་ཚ་ལོང་ཤོང་སུ་འཁོར་གི་དི་ཧ་ཅང་གི་སྐད་ཆེན་པོ་རེད་ན། དེ་ན་ད་ཆུ་རང་གི་མཚོན་གྱི་ན་ང་གདོང་ལེན་གི་ལམ་ཁ་འདི་ནི། ད་དཀའ་ཚག་དང་ཀྱག་ཀྱོག་གི་ལམ་ཁ་མི་ང་ཟིག་གྱི་ལི། ད་དུ་འདི་མོ་མ་ང་ཟིག་འགོར་སོང་ཟིག་དེ་ན་ད་བར་ནག་ཁ་འདི་ཁས་རང་གིས་ཞལ་མདངས་ཟིག་རྒྱ་ཡིས་རང་གིས་སེ་ར་ངའི་སེམས་ཟིག་ཐོ་ཡིས་དེ་ན་རང་གིས་ངའི་ཐད་ནས་གདོང་ལེན་ཟེ་གོ་འདི་ཁྱི་མོ་བཟའ་ངའི་རྫི་ཤི་བ། གདོང་ལེན་ཟེ་གོ་རྒྱུ་འདི་ཚིག་ཟབ་མོ་ཡིས་བཤད་རྒྱུ་ཟིག་གོ་དེར་ཡ་ད་རང་རང་འཚོ་བའི་སྟེང་ནས་དཀའ་འཁག་ཡོང་དེ་ན་ལོང་སྟད་རྒུད་དུ་ཡང་ན་སེམས་ཕམ་པས་འཚོ་བ་གི་ནང་ནས་དཀའ་འཁག་རྣམ་པའི་རིམ་པ་འཕྲད་དེ་ན་དེ་ཚོ་ངེས་པར་དུ།

དེ་ཡི་སི་ཀ་ན་རང་གི་རྒྱུ་འདོད་པའི་སྐད་ཆད་དུ། གསར་སྟོང་ལུང་སྟོང་བ་རྒྱུ་ན་ཆོག་གོ་ཆོག་རང་བྱུང་མཁལ་མ་རྒྱུ་ན་ཆོག་གོ་དེ་མིན་རྒྱུ་ཟི་ཀི་ཡང་བལྟས་དང་འགྲོ་གི། དེ་མིན་གི་བྱ་རྒྱུ་ཁུར་གི་སྒྱུ་རྩལ་བེ་རི་གོར་སྐེབས་རྒྱུ་ན་ཆོག་གོ་དེ་མིན་དུ་ཡོད་རྒྱུ་ཟི་ཀི་ཨ་སུ་ཅིག། འཚོ་བ་རྒྱུ་ན་ཆོག་གོ། མྱི་གི་གང་གི་ད་ཅིག་ཆི་ཟིར་གོ་ནི་རེད་མྱི་ཟི་ཀི་ཡིན་པ་ལ་ཆི་ཟིར་རྒྱུ་ན། སྒྱུ་རྩལ་དང་ཡོན་ཏན། འཚོ་བ།

ལྟ་འདི་འདྲིར་སྡོད་ནི་དེ་མི་གི་གང་གི་གཅིག་འགུལ་སྐྱོད་རྫི་རེད། རེད་རེད་གང་ལས་གན་གི་དུ་ཤེས་བྱ་བཏང་ན་ངས་འདི་ནས་ཡང་གཅིག་རྒྱ་གི་སྙན་ངག་པ་ཟིག་གིའང་ཁ་ཆད་གཏོང་རྩིས་བྱེད་ཀི་མོ། ད་སྙན་ངག་གིས་རྒྱལ་ཁབ་སྐྱོབ་མི་ཐུབ་ལ་མི་རིགས་ཀྱང་སྐྱོབ་མི་ཐུབ་ཡིན་ནའང་ད་མྱ་ངན་ཐང་ན་ལུས་པའི་རང་གི་ནང་སེམས་ཁོ་ནར་སྐྱོབ་ཐུབ་ཟིག་གསུམ་ཁ་ཆག་བྱེད་དགོས་ད་ཁིར་གི་ད་ར་ཁྱི་གཉིས་ཀྱི་བསམ་ཚུལ་ཡིན་གྱི་ན་ཕལ་ཆེར་གཅིག་གི་མོ་ད་སྙན་ངག་ཡིན་ན་ཆོག་གི་གདོང་ལེན་ཡིན་ན་ཆོག་གི་གང་ལྟར་ཀྱང་སྒྱུར་རྩིས་གི་ལམ་ཁ་རེད་ལ། ཡིན་ན་དེ་དེ་དང་ཁྱི་གཉིས་ཀྱི་བྱེད་སྒོ་ནོས་ན་ད་ག་ད་གང་ནས་ཁྱི་ཁ་བརྡ་དེ་ཟིག་གི་ཡིན་ངེས།

ད་ངེས་པར་དུ་ཆི་ཟི་རེ་ཛི་སོགས་ཀུན་མོ་རང་རང་གི་གང་གི་དམག་སྤྱི་གི་གང་གི་མ་འདང་སའོ། བསམ་བློ་གི་ཀུན་སྤྱོད་མ་ཡག་སའོ། དེ་ཚོ་ནི་རིག་པ་གི་མི་འདང་སའོ་ཤེས་ཡོན་གི་མི་སྐད་སའོ། ཐམས་ཅད་ལ་ཁ་གསལ་བའི་བརྡ་དོ་དེ་ཚོ་རིག་གནས་སྒྱུ་རྩལ་གདོང་ལེན་དུ་རྨང་གཞི་བཏང་ནས་ད་འདི་གི། གལ་ཏེ་བརྩམས་ཆོས་འཛིན་ན་ཆོག་གི་ཁྱོད་རང་ཉིད་གང་གི་གསོལ་ཐུན་ལེན་པ་ཙམ་གྱིས་ཁྱོད་ཉན་མཁན་རྣམས་པ་ཡང་སེམས་མི་ཧྲག་ནས། དེ་ལྟར་དུ་ཁྱོད་མི་ཚིག་གི་གང་གི་ཀུན་སྤྱོད་འཛིན་ན་ཆོག་གི། དེ་ཚོ། གདོང་གླིང་གི་གང་གི་ལུས་སྐད་འདི། ཉམས་འབྲི་རིགས་ཆུང་དག་དང། བཟང་འབྲི་རིགས་ཆུང་དག་ཏུ་ཁྱོད་ཉན་མཁན་རྣམས་ལ་ཞབས་འདེགས་ཡག་པ་བཟོས་ཤིག་རྒྱུ་དག། ཞབས་འདེགས་བཞེས་མཁན་ཚོ་གི་གང་གི། འདིའི་ཀུན་སློང་དུ་རྩ་བ་ནས་འབུར་མི་ཉན་གི་བསམ་གི་ཡོད་ད་རེད།